ད་དེ་ད་རིང་ངས་འདི་ཞལ་འདེབས་གཏང་དགོས་ཀྱི་གྱུར་པ་རྒྱུ་མཚན་དེ་ཁྱེད་རང་ཚོས་ཚང་མས་ཧ་གོ་རོགས་ཨ་མེ་མ་ང་ཚོ་བོད་ཕྱི་ནང་གཉིས་ལ་ཡོད་པའི་གི་བོད་མི་རིགས་ཀྱི་ད་བླ་ན་མེད་པའི་དབུ་ཁྲིད་རྒྱ་བོ་རིན་པོ་ཆེ་དང་ཨ་ནེ་དཔལ་འབྱོར་རིན་པོ་ཆེ་ཁོ་རང་གཉིས་ཀྱི་བར་གྱི་ཞལ་རེད་ཡིན་ནི་ཡང་དེ་དེ་ང་རང་ཚོ་མི་མང་ལ་ཡང་གོ་གི་རེད་ལ་ནི་རོ་ཨ་དེ་ཕྱོགས་གཅིག་ནས་བལྟ་བ་ཡིན་ན་ཞེ་དེ་བུ་ཕི་གཉིས་ཀྱི་སྒང་ལ་གོ་གི་རེད་དེ་ཕྱོགས་གཅིག་ནས་བལྟ་བ་ཡིན་ན་བུ་ཕི་གཉིས་ལ་དེ་ག་ལ་ང་རང་ཚོ་བོད་རིགས་སྤུན་ཟླ་ཚང་མ་ལོ་ལ་ཡང་གོ་གི་རེད་ལ་ནི་ཨ་འདི་དང་མཉམ་དུ་བོད།

ཨ་ནུ། སྐད་ཆ་ཉག་དང་ཉུང་མ་མང་པོ་སྤྲད་ནས་ཨ་ནི་སྤྱི་ཚོགས་ནང་ལོགས་ལ་རྙོག་གླེང་མང་པོ་བཟོས་ཤག་ཤག། ཨ་དེ་ཚོ་ང་ཚོ་གཙང་མ་བཟོ་དགོས་ཀྱི་འདུག་ལ་ནི་ངས་ཀྱི་བོད་དྲ་དེ་དེ་རེད། ད་ང་ཚོ་གཙང་མ་བཟོས་ཏེ་བཟོས་བསྡད་བཞིན་པ་ར་ལ་ཨ་ནི་ངས་ཀྱི་སྤྱི་ཚོགས་ནང་ལོགས་ལ་མི་མ་བིན་དེ་ཚོ་མང་པོ་ཅིག་ད་མ་བིན་བཤད་ཁྲམ་པ་བཤད་དཀྲོག་གཏམ་སྤེལ་ཉག་དང་ཉུང་མ་སྤྲད་ཀ་ང་ཚོ་སྤྱི་ཚོགས་ནང་འདག་ཚིང་དཀྲུག་དེ་ངས་དེ་འདྲའི་ནང་ནས་གཅིག། མི་ཆུང་ཏིག་ལེ་ལྷ་བསང་ལའི་དེ་རེད། འདི་ཡིན་འདི་གང་ལགས། ངས་ཁོ་ལ་ཐེངས་མང་པོ་ལབ་ཚེ་ཁོ་རང་ཚོད་ཟིན་ན་ཡག་པོ་ཡོད་རེད་ཟེར་ནས། ཁོ་དང་པོ་ད་རིང་འདས་པ་ལས་ང་ལ་མ་བིན་བཟོས་མ་ཚར་འདི་ཞག་མ་བིན་བཟོས་ཀྱི་རྒྱུ་བ་རྒྱུ་མཚན་དེ་ག་བར་སྟོན་གི་འདུག་ལ་འདི་གང་ལ་ཨ་ནི་གར་ས་ག་ལ་འོ་རེད་ངས་ཀྱི་ད་བུད་མེད་ཅན་གང་ལ་སྐད་ཆ་བཤད་རྒྱུ་དེ་སྐྱག་རྫུན་བཤད་པ་རེད། ཨ་ཁོ་ཁོ་རང་གི་ཁ་ནས་ག་རེ་ལབ་ཀྱི་ལབ་ན་ཁོ་རང་གི་དང་ཤོས་རྒྱབ་སྐྱོར་བྱས་ཡིན་ལབ་ཀྱི་འདུག་དེ་འདྲའི་དགྲ་བོ་གི་རྒྱབ་སྐྱོད་སླེ་གི་ཡོད་ཡིན་ཙང་ཨ་ནི་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་དངོས་ཡོད་ཀྱི་གནས་ཚུལ་དང་དྲང་པོ་དེ་ཚོ་གང་ག་སྐྱོག་རྫུན་བཟོས་ཡ་དང་མ་བུ་བཟོས་ཡ་ཁོ་རང་ཚོ་གི་ཆབ་སྲིད་ལ་བེད་སྤྱོད་གཏང་གི་འདུག་ལ་ཡ་དེ་ཏུགས་སི་དང་པོ་འོར་དང་མེད་མ་ཧ་བུ་བཟོ་ཡ་ངའི་ལྷ་བསམ་དཀྲུགས་མི་ཆུང་ཏིག་ལེ་ལ་ཡ་དེ་དེའི་སྐོར་ལ་སྐད་ཆ་བཤད་གི་ཡོད་དེ་ཡིན་ཙང་ཁོ་རང་ཡིན་ནའི་ཡག་པོ་ཉོན་ཨ་ལ་ཡ་ཡིན་ཁྱེད་རང་འདྲ་བོ་ཅིག་ཡིན་པ་ཡིན་ན་ད་རིང་གི་ཉིན་མོ་ལ་ཁྱེད་རང་ངས་བུད་མེད་བཙལ་ཡམ་གང་ལ་རྫུན་མ་བཤད་གི་འདུག་སྐྱོག་རྫུན་བཤད་གི་འདུག་ལ་ཡ་དེ་ཁྱོད་མཚམས་གཅོད་ན་ཡག་པོ་ཡོད་རེད་ངས་ལྕགས་དྲི་ལ་དེར་ཕུལ་གི་མི་འདུག་ལ་ཡ་དེ་མཚམས་གཅོད་ན་ཡག་པོ་ཡོད་རེད། ཨོ། དེ་ག་གཅིག་པུ་ཚད་གི་མ་རེད། འདྲ་མ་འདྲ་ཅིག་མང་པོ་བཤད་ན་འགྲིག་གི་ཡོད་མ་རེད་ད་ད་ད་ང་སྤྱི་འཐུས་ལང་གི་ལ་རོ་ཨ། ཨ་ནི་ཁོ་ཚ་བ་འབར་ནས་ཨ་ནི་ཁོ་ག་འཇུག་མ་འཇུག་བཤད་གི་འདུག་ཨ། ངས་སྤྱི་འཐུས་ལང་གི་ལ་ཡ་དེ་ངས་ཀྱི་ང་རང་གི་སྤྱི་འཐུས་ལང་པ་ཡིན་ན་ང་ག་རེ་བྱེད་ཀྱི་ཡིན་བྱེད་ཀྱི་མེད་འདི་གི་སྒང་ལ་ཁྱོད་རང་གི་ང་ལ་དགག་པ་རྒྱབ་ན་འདི་དམངས་གཙོ་འགྲོ་སྟངས་རེད་འདི་འགྲིག་གི་ཡོད་རེད། དེ་མ་ཟད་བ་ངེད་ཀྱི Personal Life གང་ལ་བཤད་ཡ་དང་ང་ཀྱག་ད་ལྟ་བ་དོ་སྤྱི་ཚོགས་ཀྱི་དྲ་རྒྱ་ནང་ལོག་ལ་བཤད་བསྡད་ཡ་དེ་འགྲིག་གི་མི་འདུག་ལ་ཡ་དེ་ཁྱོད་རང་ལ་དབང་ཆ་ཡོད་མ་རྟགས་ཁྱོད་རང་དྲ་རྒྱ་གང་ནས་བཤད་ཡ་ལ་དབང་ཆ་འགྲིག་གི་ཡོད་བ་ཡིན་ན་ང་དྲ་རྒྱ་གང་ནས་བཤད་ནས་འགྲིག་གི་མེད་བ་ཡོད་ངེས་མེད་མ་རྟགས་ཧཱུྃ་སྭ་བྷཱ་འདི་འགྲིག་གི་ཡོད་རྟགས་དེ་ག་གཅིག་པུ་ཚད་གི་མ་རེད་ཁྱེད་རང་གི་ངེད་ཀྱི་ཡ་ད་བུད་མེད་ཙམ་གྱི་གང་ལ་བཤད་བཞག་རྒྱུ་དེ་སྐྱོགས་རྫུན་རེད་ལ་ཡ་དེ་ཁྱོད་རང་དཔང་རྟགས་ཡོད་ན་མ་གཏོགས། ད་ག་ཤེས་པ་ཡིན་ན་ཁྱོད་རང་བཙོན་ཁང་ལ་ཉག་གཅིག་འགྲོ་རྒྱུ་ཡིན་ད། ག་ཅིག་ལ་ན་ད་ཁྱོད་རང་མང་དྲག་གི་འདུག་ད། ཁྱོད་རང་ཁ་ག་རེ་ལབ་གི་ཡོད་དང་ལབ་གི་མེད་ཧ་གོ་གི་མི་འདུག་ལ་ཡ་ལ་ཁྱོད་རང་ལོ་གཅིག་ཞུ་གི་ཡོད་ལབ་གི་འདུག་ཁྱོད་རང་ལ་ལོ་གཅིག་ངས་མང་པོ་སྤྲད་ཚར་བ་ཡིན། ད་མགོ་ད་རིང་འདི་བ་ལ་ནིའུ་ཡོག་ནིའུ་ཇེར་སི་ལ་གནམ་གིས་ཕེ་ཏི་ག་ལ་ཨ་ནི་ཁྱོད་རང་ག་རེ། རྡ་རམ་ས་ལ་ལ་འགྲོ་ཡ་ལ་ཁྱོད་རང་ལ་བི་ཟ་གོ་གི་ཡོད་བ་ཡིན་ན། བོད་རིགས་སྤྱི་མཐུན་ཚོགས་པ་ལ་ཡོང་ཡ་ལས་ཁྱོད་རང་ལ་བི་ཟ་གོ་གི་ཡོད་རེད་བས། ཨ། ཕལ་སྐད་ལ་འགྲོ་ནས། ཚིག་ལ་ཚིག་ལན་དང་གཏམ་ལ་གཏམ་ལན་བྱེད་ཡ་གི་ཚབ་ལ། དྲ་རྒྱ་སྒང་ལ་ཡོང་ནས་མི་དེ་ཚོ་ལ་ཞི་བུ་ཅིག་ཁྱེད་རང་གི་ཤེས་པའི་གི་སྐད་ཆ། ཡིན་ནས་མི་ལ་བཤད་ཚར་བའི་རྗེས་ལ་སོ་སོས་དྲང་པོ་ཏག་ཏག་བསྡད་གི་ཡོད་ན་འགྲིག་གི་ཡོད་རེད་བ། ཡང་ང་ལ། ངས་སྒང་ལ་བཤད་ནས་ཨ་ནི་ཡང། ང་མ་བི་ཡིན་པའི་དེ་རྣམ་པ་དེ་དེ་ནང་ལོགས་ལ་བཅུག་ནས་ཁྱེད་རང་ཤེས་གི་འདུག་ཨ། ཁྱོད་རང་ཚེ་སེམས་ན་ཡག་པོ་ཡོད་རེད་ད། མི་ཆུང་ཏིག་ལེ་ཁྱེད་རང། ནག་གི་ངས་ཁྱོད་རང་ཚོད་ཚིམ་ན་ཡག་པོ་ཡོད་རེད། ཁྱེད་རང་གིས་བཤད་བྱ་ཡ་དེ་ཏག་ཏག་ཕྱིར་འདེད་དགོས་མ་ཏག་ང་ལོ་བཞི་བཞི་དྲ་རྒྱ་སྒང་ལ་ཡོང་ནས་བཤད་འདེད་དགོས་ཡ་གི་རྒྱུ་བ་རྒྱུ་མཚན་དེ་རྐང་བཙུགས་ནས་ངས་ཨ་ཅཱ་རེ་ཡེ་ཤི་ཕིན་སོགས་ཀྱི་བུ་མོས་བཙན་གཡམ་སྒང་ལ་སྐད་ཆ་བཤད་བཞག་རྒྱུ་དེ་ངས་དྲང་པོ་ཡིན་པ་དང་ཡང་གནས་ཀྱི་ཡོད་ཏགས་ང་རྐུབ་ཏག་ཏག་བཏང་འགྲོ་མེད་ཏགས་ཁྱེད་རང་གིས་ཉི་འབུམ་གྱི་སྐད་ཆ་ཁྱི་ནི་ཡོང་གྱོ་འདྲ་བོ་ཉི་འབུམ་འདྲ་བོ་བྱིན་ན་ང་ད་རེས་ཡས་ཉི་འབུམ་ལ་ལག་ཡོད་ཁྱོད་རང་ཁྱོད་རང་གི་སྐད་ཆ་ལ་དྲང་བདེན་ཡོད་ན་ཤོད་ད་བཤད་དགོས་ལ་ནི།

ཆབ་སྲིད་ཀྱི་རྣམ་པ་ལ་བོད་ལྗོངས་ལོག་པར་བཏང་གི་འདུག་ང་རང་ཚོ་བོད་པའི་གི་གཞོན་སྐྱེས་དེ་ཚོ་བོད་ལྗོངས་ལོག་པ་ནང་ལ་མ་ཚུགས་རོགས་བྱིས་ལ་ནི་ལ་དགོས་རྒྱུ་བ་རྒྱུ་མཚན་དག་རང་ཡིན་མ་གཏོགས་ཉི་ཧྥུང་གི་སྐད་ཆ་ལ་ངས་དང་པོ་ནི་ང་རང་གས་རྒྱབ་སྐྱོར་བྱས་བ་མ་ཟད་ཨ་ཞུགས་ཚགས་ཁོས་གི་སྐད་ཆ་དེ་ཏག་ཏག་དེ་མ་བསྡུས་དུས་གང་ལ་ཨ་ནི་ངས་བསྡད་མ་སོང་ན་ཁོ་དེ་ལ་དེ་ལ་དེ་ལ་ག་བ་ལ་སྐྱག་རྫུན་བཤད་སོང་དེ་ལ་ངས་སྐྱག་རྫུན་བཤད་སོང་ལ་ནི་དེ་ངས་ལབ་བ་ཡིན་སྐྱག་རྫུན་ལ་དོ་ག་ལ། ཁོས་གི་བཤད་དེ་ཡ་དེ། སྐད་ཆ་དེ་ཁོས་གི་མ་རེད་མི་གཞན་པས་གི་རེད། ཁྱོད་རང་སྡུག་ལག་ཆ་བྱུང་པ་ཡིན་ན་ཏག་ཏག་བསྡད་གི་མ་རེད་ཁྱོད་རང་སོ་སོ་གི་སྒང་ལ་བཤད་ལ་དེ་ངས་གི་ཏག་ཏག་བསྡད་ཡོད་ད། ཉི་འབུམ་ཁྱོད་རང་ཡིན་ནས་ཡང། ཨ། ཡོང་ནས་ང་ཚོ། ཚིག་ལ་ཚིག་ལན་དང་གཏམ་ལ་གཏམ་ལན་བྱེད་ན་བྱས་ཡོར་ད་ད་འདྲ་ཡིན་ནས་ཧཱུྃ་བྷཱུྃ་བྷཱུྃ། འོ་དེ་ཡིན་དེ་གང་ལ། དེ་ཚོ་གང་གང་མ་ཤེས་པ་ཅན་སོ་སོ་གི་ངར་སྐད་རྐྱང་རྐྱང་ཁྱི་ནས་ཡོང་ནས། བོད་སྟོན་པ། ཆབ་སྲིད་ལ་ཕན་གི་ཡོད་དང་མི་མང་ལ་ཕན་གི་ཡོད་ལ་འགྲོ་བ་ཡིན་ན། ཁྱོད་རང་ཚོ་གི།

ད་ལྟ་དེའི་གར་ས། ང་ཚོ་ནིའུ་ཡོག་ནིའུ་ཇོས་སི་ལ་འདུག་སླེབས་པ་དེ་ང་དགའ་བསུ་ཡོད་རོ་ཨ། ང་དགའ་བསུ་ཡོད་དེ་ག་གཅིག་པུ་ཚད་ཀྱི་མ་རེད། ག་ལོག་རེད་མོ་རང་གི་ཤེས་ལྡན་དེ་དང་ངེད་ཀྱི་ཤེས་ལྡན་དེ་ལ་ཁྱད་པ་རྩ་བ་ཉིད་ཡོད་མ་རྟ། མོ་རང་གི་དཀའ་ངལ་དེ་བྱུང་བཞག་པས་དེ། བོད་ནང་ལོག་ལ་རྒྱ་མི་གི་བ་ལ་སྡུག་པོ་མྱངས་སོང་ལ་འོ། ང་དེ་རྒྱ་མི་མཐོང་ཀོ་ར་མ་མྱོང། སྤྱི་ཚོགས་དྲ་རྒྱ་འདི་གི་ནང་ལོགས་ལ་ང་རང་ཚོ་གི་བོད་པས་ཀྱི་སྤྱི་ཚོགས་ནང་ལོགས་ལ་ང་ད་ག་ནང་བཞིན་གྱི་མྱངས་སོང་མོད་ཀྱི་ཁ་ནས་ཚིག་རེ་རེ་གཉིས་གཉིས་བཤད་ཡག་རྡོག་རྩ་གཅིག་གཅིག་བཤད་ཡག་རྒྱ་བོ་རུམ་བཅས་ལ་ལ་གུས་བརྩི་བྱེད་ཡག་ང་རང་ཚོ་བོད་མི་རིས་ངེས་ཏེ་ཨ། ཆོག་ཆོ་ག་གཅིག་གིས་མ་རྟགས་ཨ་ཆོ་ག་གསུམ་ཡ་བདུན་ནི་ཀླད་ཀྱོག་རེ་རྟགས་ཨ། ང་ཚོ་ཨ། ག་བ་ལ་ཡིན་ནས་སྐད་ཆ་བཤད་ས་ཡོད་རེད་བ་འདྲ་ལོག་ཡོད་རེད་བ་ལ་ཡ་དེ་དང་ངེད་ཀྱི་བཤད་དེ་ཡ་དེ་ལ། ཨ། མཁས་པ་གར་དོགས་གཅིག་པ་གཅིག་རྐྱང་རེད། ཡིན་གྱི་ཡིན་གྱི་ལ་ཡང། བོད་ནི། བོད་ནི་ཀླད་སྐྱོག་རེད་ལ་འདི་གང་ལ་སོགས་འབད་བརྩོན་ལ་གཏོང་གི་ཡོར་ད་ལད་འགྲོ། ང་ཚོ། བཙན་བྱོལ་ནང་ལ་ཡོད་འདི་གང་ལ་བཙན་བྱོལ་ནང་གི་གནས་སྟངས་དེ་ལ་འདག་པོ་བཅས་མ་དྲི་བ་རྒྱ་མིག་གིས་བྱས་པ་དེ་ལ་བྱས་གི་འདུག་ལ། སྐད་རྒྱག་ནི་ལགས་འོར་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་ང་རང་ཚོ་གི་བོད་པའི་མི་བོད་པའི་མི་གི་པ་རག་ལ་ཨ་མ་ཉེས་ཁ་ཡོག་བྱས་ཡས་ནི་རྐང་བཙུགས་ནི་ཞྭ་མོ་ནག་པོ་གཡོག་ནི་སྐྱོག་རྫུན་རྫུན་མ་བཟོས་ཡས་ནི་ང་རང་ཚོ་གི་མི་རིགས་འདི་རྡོག་རྩ་གཅིག་སྒྲིལ་རྩ་བ་ཉིད་ནི་ཆགས་མ་བཅུག་ཡས་གི་རྒྱུ་བ་རྒྱུ་མཚན་འདི་གང་ག་ག་རེ་ཡིན་པའི་སྐད་ཆ་རེད་འདི་ཚོ་གང་ག་ལ་བདག་པོ་མ་རྒྱག་དུས་གང་ལ་ཨ་ནི་དཀའ་ངལ་འདུག་ཁྲོལ་བོ་འོར་འདི་བྱས་ནི་ང་སྤྱི་འཐུས་ལང་གི་ལ་དགོས་ཡས་གི་རྒྱུ་བ་རྒྱུ་མཚན་གཅིག་འདི་འོང་ད་ག་གཅིག་པུ་ཚད་གི་མ་རེད། ད་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་ག་ལ་བོར་ལ་ན། ཨ་ཕ་སྐད་ནི་བྱིན་ན་དཔའ་བོ་དཔའ་མོ་རེད། ང་ཚོ་བཙན་བྱོལ་ནང་ལོགས་ལ་སྐད་འབེལ་ག་ཚོད་རྒྱབ་མ་རྒྱབ་དཔའ་བོ་དཔའ་མོ་མ་རེད་ལ་བོར་འགྲིག་གི་ཡོད་རེད་ང་ཚོ་ལ་དཔའ་བོ་དཔའ་མོ་གི tag དགོས་ཡ་ཡོད་མ་རེད་ངས་སྙན་མར་ནི་ལ་ཚ་ཡིན། ང་ཚོ་སྡེ་བ་ལ་དཔའ་བོ་དང་དཔའ་མོ་དང་དོན་དག་ལ་བྱེད་ཀྱི་ཡོད་མ་རེད། དཔའ་བོ་དང་དཔའ་མོ་ལ་ནི། མིང་སྤྲད་སྤྲད་གཉིས་ཀའི་ཨ་ནི། སྤོ་ལ་ཡ་བཟའ་དགོ་གི་དོ། རྒྱལ་དར་ཁྱེད་ནི་ཡ་རྒྱུག་དགོ་གི་དོ། མ་རྒྱུག་དགོ་གི་དོ་ད་ད་བ་ཡུལ་གྱི་རྗེ་འཛིན་གྱི་རྙོག་དྲ་ནང་ལོགས་ལས། ཨ་ནི། གཞོན་ནུ་གྱི། དར་ཆུ་དེ་མཐོང་ཡ་འདུག་ཨ། དེ་ཚོ་གང་ག་བྱས་ཡོད་འདུག་ག་ན་ཞབས་འདྲེན་ཞུ་ཚར་འདུག་ག་ན། དུད་ཁ་འགྲོ་ངེས་མི་འདུག་ཨ་གཙང་མ་བཟོ་ཁ་འགྲོ་ངེས་མི་འདུག་ཨ་བཙོག་པག་བཟོ་ཡ་ལ་གད་སྙིགས་སྤུངས་ཡ་ལ་དཔེ་ལེགས་སླ་བོ་རེད། ཡིན་ནས་གཙང་མ་བཟོ་ཁ་འགྲོ་ངེས་སུ་ཡས་འཇོག་གི་མི་འདུག་ཨ་དེ་ཆེད་ནས་ང་ཚོ་བསམ་བློ་བསྔལ་ནས་བཏང་ནས་ང་ཚོ་བྱེད་དགོ་གི་རེད་ལ་ཡ་དེ།

ཨམ་ཅོག་མི་ལ་ཨམ་ཅོག་ཡོད་ན་རོགས་ཨ། རྣམ་རྒྱལ་གྱི་སྐད་ཆ་ཉན་གྱི་རོགས་ཨ། གོ་བ་གང་ག་གོ་གི་རེད། ཚོར་བ་གང་ག་ཚོར་ཐུབ་ཀྱི་རེད། འདི་གང་ལ་ཁྱོད་རང་ཚོ་དྲི་བ་ཡང་བསྐྱར་བསྐུར་དགོས་ཆགས་འོ་མ་དྲང་པོ་བྱས་ན། མི་དང་མི་ཡིན་པ་ཡིན་ན། མི་གཅིག་གིས་མི་ཕ་ཅོག་ལ་མིག་གི་བདུད་བཤད་ལ་བཞག་ནས་སྐད་ཆ་གོ་ཐག་འཕྲོད་ཀྱི་ཡོད་བསམ་ན། རྣམ་རྒྱལ་གྱི་ཆུ་ཚོད་གཅིག་དང་བཅས་ཁ་གང་གཱ་འདྲེ་ཤི་རྒྱ་སྟེ་འདྲེ་ཤི་ནང་ལོགས་ལ་དངོས་གནས་གོ་རྟགས་འཕྲོད་ནས་སོ་སོར་དཔྱད་པ་བྱས་ནས་སོ་སོར་བསམ་བློ་བཏང་ཡར་ཏེ་ད་ལྟའི་བཞི་བོ་གཅིག་ཁ་ཡོད་ཡོད་ཙམ་ལ་ནི་དྲི་བ་གི་རྣམ་པ་ལ་དྲི་བ་བསྐུར་རྒྱུ་དེ་དྲི་བ་དེ་ག་འདྲས་ལ་ན་ཆབ་སྲིད་ནག་པོ་གི་དྲི་བ་རྐྱང་རྐྱང་དྲི་བ་གང་གཱ་ཡག་བདུད་ནི་མིག་གི་ཁ་ན་ཨ་གནམ་སྐས་ཀྱི་ཁ་ན་ཡག་བརྫངས་ཡོང་བའི་བྱ་བ་འོ་འདི་དེ་ཆབ་སྲིད་ནག་པོ་རེད་ད་ག་རང་འགྲིག་གི་མི་འདུག་ལ་འོ་རེད་ད་ཁྱོད་རང་ཚོ་ལྟ་དང་ལ་ཁྱོད་རང་ཚོ་ག་ཞིག་གི་ལ་འོ་རེད་ད།

བོད་ནང་ལོགས་ལ་ཡང་རྐང་པ་བཞག་མེད་ང་རྒྱ་མི་མཐོང་ཁོ་རང་མ་མྱོང། ང་ཚོ་ང་རང་ཚོ་གི་བཙན་བྱོལ་ནང་ལོགས་ལ་སྐད་ཆ་གཅིག་བཤད་བ་དེ་ལ་ཡང་ཁྱེད་རང་ཚོ་གི་ག་ཚོད་བརྡབ་བརྡབ་བཏང་ཡིན་ག་ཚོད་སྡུག་པོ་བཏང་ཡིན། ལོ་བཞི་འདི་འདས་པའི་འདི་ནང་ལོགས་ལ་ཁྱེད་རང་ཚོ་གི་སྡུག་པོ་ག་ཚོད་བཏང་ཡིན་ངས་ལབ་སོང་ཨ་བུ་མོ་གཞན་པ་ཅིག་ཡིན་པ་ཡིན་ན་ནད་པ་ཆགས་ཚར་རེད་ང་ཡིན་ཙང། ད་དུས་ཡིན་ནས་ང་གནས་བསྡད་ཡོད། ད་དུས་ཡིན་ནས་ང་འབད་བརྩོན་བྱས་ནས་ང་སྤྱི་ཚོགས་ཀྱི་དྲ་རྒྱ་ནང་དོན་ཡག་གི་ཐབས་ཤེས་དང་ང་རང་ཚོ་གི་མི་མང་གོ་བ་དཔེ་ཡག་གི་ངས་ཐབས་ཤེས་ཅིག་བྱེད་ཀྱི་ཡོད་མ་གཏོགས། བུ་མོ་གཞན་པ་ཅིག་ཡིན་པ་ཡིན་ན། སྲོག་ཆད་ཚར་གདའ། སྨན་ཁང་ནང་ལྷག་ཚར་ཏེ་ད་རིང་གི་ཉིན་མོ་ལ་ཁྱེད་རང་ཚོ་གི་བྱེད་སྟངས་ཧ་གོ་སོག་ཨ། དེ་ལ་ང་ཚོ་རྒྱ་མི་གོ་གི་འདུག་བས་གོ་གི་མི་འདུག་ཨ། ང་ཚོ་བཙན་བྱོལ་ནང་ལོགས་ལ་རྒྱ་མི་གོ་གི་འདུག་བས་གོ་གི་མི་འདུག་ཨ། ང་ཚོ་བཙན་བྱོལ་ནང་ལོགས་ལ་རང་དབང་ཡོད་རེད་ཟེར་ན་ནི། རྣམ་རྒྱལ་གྱིས་ག་ཚོད་ལབ་ཀྱི་འདུག་དེ་རང་དབང་དེ་བེད་སྤྱོད་གཏང་དགོས་འོར་རྣམ་རྒྱལ་གྱིས་ག་ཚོད་ལབ་ཀྱི་འདུག་བོད་ནང་ལོགས་ལ་ང་ཚོ་རང་དབང་དགོས་ཀྱི་འདུག་རང་དབང་དགོས་ཡོད་ལ་ནི་ཨ་ནི་རྒྱ་བོ་རིན་པོ་ཆེ་བོད་ནང་ལོགས་ལ་དེ་འདྲས་ཞུ་དགོས་ཀྱི་ཡོད་བོད་ནང་ལོགས་ལ་རང་དབང་དགོས་ཀྱི་འདུག་རྐྱང་རྐྱང་ལབ་ཀྱི་འདུག་མ་གཏོགས་བོད་ནང་ལོགས་ལ་རང་བཙན་དགོས་ཀྱི་འདུག་ལ་ནི་མོ་གི་ལབ་མ་སོང་ད། ཧ་གོ་སོ་ཨ། རྒྱ་མིས་ཀྱི་གནོད་ཤུགས་གཏང་གྱི་འདུག་རྒྱ་མིས་ཀྱི་མོ་ལ་བཙོན་ཁོག་ནང་ལོགས་ལ་ག་ཚོད་སྡུག་པོ་གཏང་སོང་དེ་ནང་ལོགས་ལ་ཚང་མ་མོ་གི་རང་དབང་གི་སྒང་ལ་སྐད་ཆ་བཤད་ཀྱི་འདུག་མ་གཏོགས་མོ་རང་བཙན་སྒང་ལ་སྐད་ཆ་བཤད་ཀྱི་མི་འདུག་ད་ཁྱེད་རང་ཚོ་རང་བཙན་ཁ་ལ་འཁྱེར་ནས་རང་བཙན་བཙོང་འགྲོ་དེ་ངས་དེ་ཚོ། ཧ་གོ་སོ་ཨ། ངོ་ཚ་ཡ་ཏི་ཙི་ཡོད་ནས་ཡོད་མ་མཆིས། རང་དབང་དང་རང་བཙན་ངོ་ཤེས་ཀྱི་མི་འདུག་ཁྱོད་རང་ཚོ་བོད་སྐད་ཡག་པོ་དང་བོད་ཡིག་ཡག་པོ་ལ་ནི་ཤེས་པ་ཙམ་རེད་མ་གཏོགས་རང་དབང་དང་རང་བཙན་པ་ར་ལ་དབྱེ་འབྱེད་ཁོ་རང་བྱེད་ཐུབ་གི་མི་འདུག་ལ་ཡ་དེ་རྒྱུ་བ་རྒྱུ་མཚན་ངོ་དེ་རེད། ལ་ཡ་གོ་ལ་མེད་ཨ། བོད་པའི་གི་ནང་བོད་ཀྱི་ཆོས་འཛིན་ངེས་ཡིན་ལ་ནི་ཧམ་པ་ཅིག་ཤེས་ཀྱི་རེད་ནང་བོད་ཀྱི་ཆོས་འཛིན་ས་རེད་པས་ད། རང་དབང་དང་རང་བཙན་པ་ར་ལ་དབྱེ་འབྱེད་ཡང་བྱེད་ཐུབ་ཀྱི་ཡོད་མ་རེད། དེ་འདྲའི་རྐྱང་རྐྱང་བྱས་དུས་ཁྱོད་རང་ཚོ། རང་བཙན་ལབ་པ་ཡིན་ན་ཁྱོད་རང་ཚོ་ཐོབ་ཐང་དང། ཨ་ནི་གོ་སྐབས་དང་དེ་གི་སྐད་ཆ་བཤད་ཀྱི་ཡོད་རེད། རང་དབང་ལབ་པ་ཡིན་ན basic need རེད་ད། མི་ཟེར་ངེས་དེ་འགྲོ་བ་མི་གི་ཐོབ་ཐང་ང་ཚོ་གི་རྩོད་ཚར་བ་བཅས་ལ་ང་རང་ཚོ་གི basic need དེ་རང་དབང་ལས་དེ་ཆགས་དགོས་རེད་མི་ལ་རང་དབང་དགོས་ཀྱི་ཡོད་རེད། ཧ་གོ་སོ་ཨ། ད་ག་ནང་བཞིན་ཨ། དེ་ནང་ལོགས་ལ་ཕྱི་བདེ་ཚང་གི་ལག་གི་དུ་ཨ། ཁྱོད་རང་ཚོ་གང་ག་བདེ་ལག་པ་བརྡབས་ནས། སྐྱེན་པའི་རྒྱ་གར་ཡོང་དུས་གང་ལ་ཁྱོད་རང་ཚོ་ཡོང་གི་མེད་པ་གར་ཅི་ནས་ཡོང་གོ་རེད་ཨ། ང་ཚོ་བུད་མེད་ཚོགས་པ་གི་སྡིངས་ཆ་གང་ལ་འགྲོ་ཡིན་པ། ཁྱོད་རང་ཚོ་གི་ཁྱི་མོ་དེ་ཚོ་གི་ག་ཚོད་ཡིན་ཨ་ཆ་ལེ་རྒྱབ་རྒན་མོ་ཤོ་ཨ་ང་སྤུ་གུ་ཁྲོ་ལག་འགྲོ་བསམ་ན་དེ་གང་ལ་དེ་གང་ལས་ཆ་ལེ་རྒྱག་གི་ཡོད་རེད་དེ་ང་ཚོ་ལ་རྒྱ་མི་དགོས་ཡ་དུ་བས་ཨ་ང་ཚོ་བོད་པ་འཛོམས་ས་ལ་འཛོམས་དགོ་ས་རེད་བས་ཨ། ད་འདོད་རང་བྱས་རང་བྱས་ག་རེ་གི་རང་བྱས་རང་བྱས་ལ་ཁྱོད་རང་ཚོ་སྨྱོ་འགྲོ་གོ་རང་བྱས་ཁྱོད་རང་ཚོ་གི་ནང་ལོག་ལ་ཨ། ན་ཚ་ན་ཤི་རྫུས་ནི་བད་ཀོ་ར། Virus ན་ཤི་རྫུས་ནི་བད་ཀོ་ར Addiction ཁྱོད་རང་ཚོ་ལ་སླེབས་ཏེ་ཡོད། དེ་གི་ཁྱོད་རང་ཚོ་མི་དང་མི་ལ་མི་གི་འདུ་ཤེས་ལ་བཞག་གོ་རེད་ལ་དེ་ཁྱོད་ཚོ་མཐོང་གི་ཁོ་ར་ཡོད་མ་རེད། དེ་འདྲས་གི་ཁྱོད་རང་ཚོ་གི་གང་ག་གོམས་འཇོག་ལོ་གོམས་ཅི་རྒྱབ་བྱས་བྱས་ཚར་བ་རྗེས་ཨ་ལ་ཨ། ག་ཚོད། ཁྱོད་རང་ཚོ་གི་དྲ་རྒྱ་ནང་ལོག་ལ་ག་རེ་བྲིས་མེད་ལ་ད། ཏུ་རིགས་ངན་ཚིག་ག་རེ་བྲིས་མེད་ལ་ད་ངོ་ཚའི་ཡོད་པས། གནམ་གྱིས་རྒྱ་ནག་གི་འོག་ལ་རྒྱ་མིས་ཀྱི་བཙོན་ཁོང་ནང་ལ་ཡོད་དུས་གང་ལ་གནམ་གནམ་གྱིས་ཀྱི་དཀའ་ངལ་མྱངས་དུས་གང་ལ་གནམ་གྱིས་ལ་ཞང་ཚོ་མ་ལ་ངས་ཡོད་མ་རེད་སྨན་ཚོ་མ་ལ་ངས་ཡོད་མ་རེད། ང་རང་ཚོ་སྤྱི་ཚོགས་ནང་ལོག་ལ་ང་ཚོས་ཀྱི་དངོས་ཡོད་གནས་ཚུལ་ཅིག་སྟོན་གྱི་འདུག་ལ་དུས་གང་ལ་ཞང་ཚོ་མ་ཁ་ཚུམ་སྨན་ཚོ་མ་ཨ་པེ་ཞང་རྫོགས་སོང་ན་ལྡི་ལི་ལ་རྐུབ་བཙོང་ག་ཤོག་ཨ་ཨ། ཁྱོད་རང་པ་པ་ཤི་ནས་རོ་ཞིམ་པོ་བྱུང་སོ་ཨེ།

བོད་པའི་གི་བོད་པ་སེ་གི་འོག་དང་ང་རང་ཚོ་བཙན་བྱོལ་ནང་ལོག་ལ། དེ་འདྲས་ཚང་མ་བྱས་ཚར་བའི་རྗེས་ལ་ང་ཚོ་རྒྱ་རྒྱ་རྒྱ་མི་དགོ་སར་བས་ད་འདས་ཨ་རིའི་ནང་ལོག་ལ་ཡོད་ངེས་སྤུ་གུ་དེ་ཚོ་གི་བྱེད་གི་ཡོད་མ་རེད་ས་དེ་ཁྱོད་རང་བསོད་ནམས་ལྷ་མོ་གི་བུ་མོ་དེ་ལ་ལབ་ལོ་བཅུ་བཞི་གི་བུ་མོ་དེ་ཨ་ཨ་མ་དང་མཉམ་དུ་ཡོང་ནས་ད་འདོད་བོད་མི་ཚོགས་པ་གི་སྡིངས་ཆ་གང་ནས་ང་ལ་ཨ་པར་འདྲ་བོ་རྒྱབ་བྱས་ནས་བྱེད་གི་འདུག་ཨ་འོ་འདི་ཨ་རི་ལ་སྐྱེས་རྒྱུ་སྤུ་གུ་དེ་དང་དེ་ན་ཞིག་ལ་ལབ་གཞན་པ་དེ་ཚོ་ལ་ལབ་མ་ཡོང་ཧ་གོ་སོ་ཨ་ཨ་ང་རང་ཚོ་གི་སྤུ་གུ་དེ་ཚོ་ན་གཞོན་དེ་ཚོ་ཨ་དེ་འདྲས་འཚང་ཀ་རྒྱ་རི་རྒྱ་ས་ལ་འགྲོ་གི་མི་འདུག་ཨ། སྐད་ཤུགས་ཆེན་པོ་རྒྱ་ས་ལ་འགྲོ་གི་མི་འདུག་སེམས་ཁམས་འཁྲུག་ལྡན་འཕྲོ་བརླག་འགྲོ་ས་ལ་འགྲོ་གི་མི་འདུག་ལབ་ན། འདི་རེད་ཧ་གོ་སོང་ཨ། འགྲོ་དགའ་ཡ་ཡོད་མ་རེད། འོང། ཁྱོད་རང་ཚོ་སྐྱེ་འཕེལ་རྒྱ་ས་ལ་ཡོང་གི་མེད་བ། བྱེད་ཀྱི་མེད་བ། ལ་ཡ་དེ་ཚོ་གང་ག་དབང་ཡོད་ར་ད། ཧ་གོ་ས་འདི་རང་དབང་མེད་པ་རེད། ད་ག་རང་རང་དབང་དེ་འཕྲོག་གི་འདུག་ལ་ནི་གནམ་སྐྱིད་ཀྱི་བོད་ནང་ལོག་ལ་སྐད་རྒྱག་དགོས་ཡ་དེ་ད་ག་རང་ཤེས་གི་འོག་རེད་ཧ་གོ་གི་ཡོད་ན། ཁྱོད་རང་ཚོ་གོ་གི་མི་འདུག་མ་གཏོགས། དངོས་ཡོད་གནས་ཚུལ་འདི་རེད་ཧ་གོ་ཚོ་ཨ། དེ་ཚོ་གང་ག་ཁྱོད་རང་ཚོ་ཧ་གོ་བ་གྱིས་ཨ་ལས། ངོ་ཚ་རྒྱུ་མེད་ངས་ཁྱོད་རང་ཚོ་སྤྱི་ཚོགས་ནང་ལོགས་ལ། དཀྲོག་གཏམ་གཡའ་ད་ཆོས་ཀྱི་དཔལ་ད་འདོད་གཞི་བུ་ག་ཅན་གྱི་ཡིན་མདོག་མདོག་བྱས་ནས་ད་ཁྱོད་རང་ཚོ་གི་དྲི་བ་བསྐུལ་ནས་བསྐུལ་སོང་བསྐུལ་བ་དེ་ལ། གནམ་གྱི་རྩ་ནས་ལན་རག་རྒྱུ་དེ་གོ་སི་རེད། བོད་སྐད་གོ་གི་དེ་རེད་ཨ། ང་ལ་ཕོ་མོ་གི་ཨ་མདོ་སྐད་རྒྱག་རྒྱུ་དེ་ང་ལ་འགྱུར་བ་བཏང་དགོས་གི་མི་འདུག་ང་ལ་སྐད་རྒྱུད་བྱེད་དགོས་གི་མི་འདུག་ང་མི་རུ་ཨ། མོ་གི། བཤད་རྒྱུད་ཀྱི་ཁ་ནང་ནས་དོན་འགྱོགས་ཚིག་རེ་རེ་གཉིས་གཉིས་ང་སེམས་ལ་ཟུག་གི་འདུག་ད་ག་ན་ཞུ་མོད་ཀྱི་མི་ནི་མིག་ཆུ་རེ་རེ་གཉིས་གཉིས་གཏང་འགྱོགས་གང་ག་ང་ཚོར་ཐུག་གི་འདུག་ང་ཧ་གོ་གི་འདུག་ཧ་གོ་སོ་ཨ། ང་བོད་ནང་ལོག་སླེབས་མེད་ང་བོད་ནང་ལོག་གི་ཁོར་ཡུག་མཐོང་མ་མྱོང་ཚོར་མ་མྱོང་ཡིན་ན་ཡང་ང་མོ་གི་རྒྱུད་ནས་ང་བོད་ལ་སྐྲག་བྱེད་ཐུག་གི་འདུག་ང་བོད་ལ་བསྙག་ཐུག་གི་འདུག་མོད་ཀྱི་རྒྱུད་ནས་ཧ་གོ་སོ་ཨ། དེ་འདྲས་ཡིན་དུས་གང་ལ་ང་དེ་གང་ག་ཧ་གོ་གི་གོ་གི་ལ་ད་དུས་ཁྱོད་རང་ཚོ་གི་སྤྱི་ཚོགས་ནང་ལོག་ལ། མི་མང་གིས་དཀྲོག་གཏམ་རྐྱང་རྐྱང་སྤེལ་དཀྲོག་གཏམ་རྐྱང་རྐྱང་སྤེལ་ད་ལྟའི་བཞུ་བོ་ཅིག་རང་བཙན་ལ་ན་བཞུ་བོ་ག་ཅི་འཇི་ཡིན་དང་དང་ཨ་ནི་ཅིག་གི་དྲི་བ་བསྐུལ་ཡ་དེ་ལ་ཨ་ནི་ང་ཚོ་སྡེ་བ་ལ་སྐྱེན་པའི་རྒྱ་ཡག་དེ་བོད་ནང་ལོག་ལ་དཀའ་ངལ་འཕྲད་ཀྱི་ཡོད་རེད་བས་ཁྱོད་རང་བཀྲ་ཤིས་ཚེ་རིང་ཁྱོད་རང་ལ་ངའི་ལག་བས་གནམ་གྱི་རོ་བ་བཙོན་ཁང་ནང་ལོག་ལ་བསྡད་རྒྱོ་རེད། ཧཱུྃ་སོགས་རྣམས་ཀྱིས་ཀྱིས་བཙོན་ཁང་ནང་ལོ་ན་ཆུ་ལོག་དོན་པ་ཡིན་ནས་མི་མང་པོ་མཉམ་དུ་འབྲེལ་བ་བྱས་པ་ཡིན་ན་དེ་མི་མང་པོ་གང་གཱ་གི་སོགས་ལ་ཉན་ག་ཆ་འོ། ཧཱུྃ་སེ། གང་དག་མས་ཁྱོད་རང་གི་དྲི་བ་བསྐུལ་ཡ་དེ་མོས་ཁ་ནང་ལོག་ལ་སྐད་ཆ་དེ་ཚོ་ཡ་བརྫངས་ནས་རྒྱ་མི་ལ་གོ་ཡ་དེ་བྱེད་ཀྱི་འདུག་ལ་གོ་ཅིག་ག་རེ་རེད་ལབ་པ་ཡིན་ན། མོས་ཀྱི་ཁ་ནས་ག་རེ་དང་ག་རེ་བཤད་པ་ཡིན་ན་ད་རིང་བོད་ནང་ལོག་ལ་ཡོད་ཤ་ཁྱོད་ཀྱི་བོད་མི་མང་ཁོ་རང་ཚོ་ཉན་གྱི་ཡོད། དེ་ཡིན་ཙང་མ་གཏོགས་གཞན་ཁྱོད་རང་གིས་ཤེས་བསྡད་ཡ་དེ་ད་ང་ཚོ་དེ་ལ་སྐད་འབོད་རྒྱག་ན། ཨ་ནི་བོད་ནང་ལོགས་ལ་དཀའ་ངལ་འཕྲད་ཀྱི་ཡོད་རེད་པས་ལ་ན་དེ་ཡིན་ཁར་བ་ང་ཚོ་འདས་བའི་ལོ་འདི་ག་ཟིག་ནང་ལོགས་ལ་ང་ཚོ་གི་མིག་གི་མཐོང་སོང་བ་བོད་ནང་ལོགས་ལ་སོ་ག་ཚོད་ཕྱིན་སོང་མེད་སོ་ག་ཚོད་ལོགས་སོང་དེ་གང་ག་ལ་ང་ཚོ་ཤ་ཚ་གི་མ་རེད་པས་ཨ་དེ་གང་ག་ང་ཚོ་བྲན་ཁ་རྒྱག་འགྲོ་ཡ་རེད་པས་ཨ་ང་ཚོ་མི་འབའ་ར་གང་གི་མི་མི་འཛོགས་འགྲོ་གི་འོ་རེད་མི་ཉུང་ཉུང་རེད་མི་ཕལ་གྱི་མི་འདུག་ལ་དུས་གང་ལ་ང་ཚོ་སངས་རྒྱས་ཀྱི་བསྟན་པ་ཕལ་ཡ་ལས་དང་ང་ཚོ་བོད་རྩ་དོན་ལས་དེ་ང་ཚོ་གི་མིག་མི་རིགས་ཀྱི་ཕལ་ཡར་དང། ཨ། ཆེ་བདེ་ཚང་ཁྱོད་རང་འདྲ་བོ་ཅིག་ཡིན་ན། ཨ། ཐ་མ་ཐ་ཤུལ་ལ་སྐྱེས་མེད་ཁྲིད་ནི་ཁྱོད་རང་སྤུ་གུ་གཅིག་གས་སྐད་སྟོན་ཡས་ཡོད་བས། ཨ། བཀྲ་ཤིས་ཚེ་རིང་ཁྱོད་རང་ལས་སྟོན་ཡས་ཡོད་པས་ངས་དྲི་བ་ཡིན། ཡོད་པ་ཡིན་ན་ཡག་པོ་རེད། མེད་པ་ཡིན་ན་ད་ག་རེད། འོ། བསྟན་འཛིན་དབང་འདུས་ངས་ཁྱོད་རང་ལས་ཡིན། ཧཱུྃ་སོ། ཁྱོད་རང་རང་བཙན་ཧྲིལ་བོ་ཅིག་རྫ་དྲག་རེད་འདུག་བོད་ནང་ལོགས་ལ་རང་བཙན་དགོས་ཀྱི་འདུག་ལ་སོ། རང་བཙན་དེ་སུ་གི་དོན་དག་ལ་དགོས་ཀྱི་འདུག། ཁྱོད་རང་ལས་སྤུ་གུ་ཅི་གས་སྟོན་ཡ་ཡོད་པས། ཁྱོད་རང་ལས་མེད་པ་ཡིན་ནའི་ཁྱོད་རང་གི་སྤུ་གུ་གཡག་ཡོད་ལ་དེ་ཡང་ད་བསོད་ནམས་ལྷ་མོ་གི་བུ་མོ་འདྲ་བོ་དེ་ཡིན་པ་ཡིན་ན་དེ་འདྲའི་དགྲ་བོ་ལ་རང་བཙན་གོ་ས་རེད་པས། ད་ལྟ་ཕྱི་དེ་ཚང་ཁོ་རང་རང་གི་ཁ་ནས་ལག་གི་འདུག་ཨ། ཨ། ཕྱི་རྒྱལ་ལ་སྐྱེ་རྒྱུའི་སྤུ་གུ་དེ་ཚོ་ལ་ཨ། འབྲེལ་བ་ཅི་ཡང་མི་འདུག་ཁོ་རང་ཚོ་ནི་མི་དོན་རང་གོ་ར་བྱེད་གི་མི་འདུག་ལག་གི་འདུག་ཨ། ད་བསོད་ནམས་ལྷ་མོ་གི་བུ་མོ་དེ་རང་བཟོ་ལྟ་ལྟ་ད། ད་དེའི་དགྲ་བོ་དེ་འདྲ་ལ་རང་བཙན་གོ་ས་རེད་པས། མིག་གི་མི་རིགས། མིག་གི་ན་ཚ། Humanity ངོ་ཤེས་ཀྱི་ཡོག་མ་རེད། ཁ་ཅིག་ནི་ཨ་མ་དེ་ཚོ་གི་འགྲོ་བ་མིའི་ཐོབ་ཐང་རྩོད་འགྲོ་བོ། སོ་སོ་གི་ནང་གི་ནང་ལོག་ལ་སྤུག་གི་དེ་ལ་བཟོ་བལྟ་ཡོད་མ་རེད། དེ་འདྲའི་དགྲ་བོ་མིག་གི་མི་ལ་མི་མིང་ལ་ནི་ངོ་ཤེས་ཀྱི་ཡོད་མ་རེད་དེ་འདྲའི་ཚང་མ་ཡིན་ཚར་བ་རྗེས་ལ་དེ་འགྲོ་བ་མིའི་ཐོབ་ཐང་སུས་ཐོན་ད་ལ་རང་བཙན་སུས་ཐོན་ད་ལ་ག་རེ་ཐོན་ད་ལ་དེ་འདྲའི་རང་བཙན་ལ་ནི་ཁ་ལ་འཁྱེར་ནས་འགྲོ་བའི་གི་ཞག་དང་ཞོར་ལ་ང་རང་ཚོ་གི་དྲ་ལག་ཕྲན་བུ་ཡོད་པ་དེ་ཚོ་གང་ག་བཟོ་བཏང་གི་ཡིན་པས་ཨ། དྲི་བ་ཡིན་ཁྱོད་རང་ཚོ་ལ་སྲོག་གི་དོན་དག་ལ། ཞུ་ཞེ་དྲག་མ་རེད་ཁྱོད་རང་གྱ་ད། ག་ས་བོད་རྩ་དོན་དེ་ཤི་བོ་ཅིག་གལ་ཆེན་པོའི་ཡིན་པའི་སྐད་ཆ་ཞིག་གི་འདུག་བ་ཁྱོད་རང་གྱི་སྐྱེ་མེད་འགྲོ་མ་རང་ལ། བསྟན་འཛིན་དབང་འདུས་ཁྱོད་རང་གྱི་སྐྱེ་མེད་འགྲོ་མ་རང་ལ། མོ་རང་རང་ལ་བོད་རྩ་དོན་སྐོར་ལ་ཡག་པོ་བྱས་ནས་གོ་རྟོགས་ཡོད་པས་དྲི་བ་ཡིན། ཨ་ཁུ་ཟེར་བ་ཁྱོད་རང་བོད་རྩ་དོན་ན་ཤི་བོ་ལ་འདྲུ་གུ་བོར་བ། ཁྱོད་རང་རང་གི་བཟའ་ཟླ། འགྲོ་མ་ལ། གོ་རྟོགས་ཡོད་པས་རྩ་དོན་གང་ལ། དྲི་བ་ཡིན། དེ་གོས་ཀྱི་གདེང་ཚོད་རྒྱབ་ཐུག་གི་ཡོད་ང་ཧ་གོ་གི་ཡོད་ཨ། དེ་གོས་ཀྱི་བོད་རྩ་དོན་ལ་ཤ་ཚ་ཡོད་ན། མ་འོངས་པ་ལ་མི་རབས་འཕེལ་དགོས་ཀྱི་འདུག་ལ་དུས་གང་ལ་ཁྱོད་རང་གི་མི་རབས་འཕེལ་ཡག་ལ་སྤུ་གུ་གཅིག་གས་སྟོན་ཐུག་ཡོད་ངེས། བསྟན་འཛིན་དབང་འདུས་ཁྱོད་རང་ལེགས་ཡོད། འདི་ཚང་མ་མེད་ན་རོ། ཁྱོད་རང་ཚོ་གང་ག་རང་བཙན་ཁ་ལ་འཁྱེར་ནས་ད་ག་ཟེ་ཨ། སྤྱི་ཚོགས་ནང་ལོགས་ལ་ཁྱོད་རང་ཚོ་ཡག་པོ་ཡིན་པའི་གི་ཡིན་རབ། ཨ་ནི། སྤྱི་ཚོགས་ནང་ལ་མི་གཞན་པའི་གི་འགྲིག་གི་མེད་པའི་གི་སྐད་ཆ། ཨ་ནི་ཧ་ད་བོ་ཏོ་བོད་རྩ་དོན་ལ་ཡ་བོད་མི་སྒྲིག་འཛུགས་གི། མ་འགྲིག་པའི་གི་སྐད་ཆ་ཨ་ནི་རྒྱ་བོ་རིན་པོ་ཆེ་ལགས་ལ་ཟུར་ཟ། དེ་བྱེད་གི་ཡོད་ར་མ་ཏོག་ཁྱེད་སྐུ་ཅི་མར་ཏག། ཧ་གོ་སོ་ཨ། ཁྱོད་རང་ཚོ་གང་གང་མ་ཉེས་ཁ་ཡོད་བྱེད་ངས་རྐྱང་རྐྱང་གི་ཀྲོའུ་ལི་ནང་ལོགས་ལ་ཚུད་གི་ཡོད་སྙམ་དོ་དཀྲུག་མཚམས་ལ་ངས་ཁྱོད་རང། ཁྱོད་རང་གི་ཆེ་དེ་ཚང་ལ་ག་རེ་དང་ག་རེ་ལ་ཡིན་ན་རེད་མེད་ན་རེད་ལ།

ང་ཡིན་ནས་ཉི་མ་དང་པོ་ནས་ཨ་ཅཱར་ཡ་ཡེ་ཤེས་ཕུན་ཚོགས་ཀྱི་སྒང་ལ་ངེད་ཀྱིས Expose བྱེད་ཀྱིན་ཡིན་ལ་ནི་ངས་དོན་མེད་ཧ་གོ་གི་ཡོད་ན། ངས་སྤྱི་ཚོགས་ནང་ལོགས་ལ། མི་འདི་དང་འདི་འདྲ་བོ་འདི་ཚོ་ཡག་པོ་མ་རྟགས་འདི་ཚོ་ལ་ང་ཚོ་གིས་འཛུགས་འགོ་ཚུགས་འགོ་ས་ལ་ཚུགས་འགོ་གི་འདུག་བཞག་འགོ་ས་ལ་བཞག་འགོ་གི་འདུག་མ་གཏོགས་འདི་ཚོ་ཡག་མ་ཡག་ཡག་མ་མ་མང་པོ་ཁྲིད་སོང་ན་ང་ཚོ་བོད་པའི་སྤྱི་ཚོགས་འདི་རྡོག་རྩ་གཅིག་སྒྲིལ་ཆགས་ཡག་གི་ཚབ་ལ་ཕག་ཁ་ཞིག་འགྲོ་གི་རེད་ང་ཚོ་པུ་གུ་བློ་ལོ་ཆུང་བ་དེ་ཚོ་མང་ཆེ་གྱི་ན་གཞོན་དེ་ཚོ་གང་ག་སེམས་པ་བློ་ཕམ་ནས་ཕ་ཐ་ལ་བི་རུ་གུ་རེ་དྭགས་རྡོག་རྩ་གཅིག་སྒྲིལ་ཆགས་གི་མ་རེད་དྭགས་ལ་ངས་དེ་བཤད་པ་རེད། མི་ནག་པོ་དེ་ཚོ་ང་ཚོ་སྤྱི་ཚོགས་ནང་ཁྲིད་མ་ཡོང་མ་གཏོགས་དེ་ཚོ་གིས་ང་ཚོ་མིང་བརྫེས་ཀྱི་འདུག་བླ་མ་ཡིན་ན་བླ་མ་གི་མིང་བརྫེས་ཀྱི་འདུག་བོད་པ་ཡིན་ན་བོད་པའི་གི་མིང་བརྫེས་ཀྱི་འདུག་ཨ་བོད་པ་བུ་མོ་ཡིན་ན་བོད་པ་བུ་མོ་གི་མིང་བརྫེས་ཀྱི་འདུག་ལ་ནི་ངས་དེ་རྐྱང་རྐྱང་བཤད་པ་ཡིན། དེ་ཚོ་ལ་ཁྱོད་རང་ཚོ་གི་རྐང་ཚོ་ནས་ཉག་དང་ཉུང་མ་སྤྲད་ནས་ཆབ་སྲིད་ཀྱི་རྣམ་པ་ལ་ཆབ་སྲིད་ཆབ་སྲིད་ཆབ་སྲིད་ཆབ་སྲིད་རྐྱང་རྐྱང་ལབ་པ་ཡིན་ན་དེ་གི་ཡོག་མ་རྟ་ཆབ་སྲིད་ཟེར་ན་ག་རེ་རེད་ལ་ན་ཁྱོད་རང་ཚོ་གི་ཤེས་བསྡད་དེ་གྲོས་ཚོགས་ནང་ལོག་ལ་རྐུབ་བཀྱག་སུ་སུ་ལ་རག་གི་འདུག་དང་རག་གི་མི་འདུག་ཐོབ་ཐང་སུ་སུ་ལ་རག་གི་འདུག་དང་རག་གི་མི་འདུག་རྐྱང་རྐྱང་མ་རྟ། ཆབ་སྲིད་ལབ་པ་ཡིན་ན་ང་རང་ཚོ་ག་རེ་གནས་གི་འདུག་ང་རང་ཚོ་གི་བྱེད་སྟངས་ག་རེ་བྱེད་གི་འདུག་དེ་ལ་བལྟ་ནས་མ་འོངས་པ་ལ་ཨ Reflection ག་འདྲའི་འདྲ་བོ་ཅིག་བཞག་གི་འདུག་ང་ཚོ་གི་བག་ཆགས་ག་འདྲའི་འདྲ་བོ་ཅིག་བཞག་གི་འདུག་དེ་གང་ག་འདི་ཡག་སྡོམ་ནི་ཆབ་སྲིད་ཆག་གི་ཡོད་ར་ད། ང་ཚོ་བསམ་བློ་རྒྱ་ཆེན་པོ་གཏང་དགོས་ཡ་གལ་ཆེན་པོ་རེད་ལ་ངས་དེ་ག་བཤད་བསྡད་པ་དེ་ལ། ཁྱོད་རང་ཚོ་གིས་མ་ཉེས་ཁ་ཡོད་བྱས་ནས་ཉག་དང་ཉུང་མ་སྤྲད་ནས་གང་ག་ཅིག་སྤྱི་ཚོགས་ནང་ལོག་ལ་ཁ་ཡོད་པ་ཙམ་ལ་ཞུ་བི་བཤད་ཡིན་བསམ་ན་ཏག་ཏག་བསྡད་གི་ཡོད་མ་ར་ད། མི་ཆུང་ཏིག་ལེ་ཁྱོད་རང། ནིའུ་ཡོག་ནིའུ་ཇེར་སིའི་ནང་ལོག་ལ་ཁ་དམག་རྒྱག་ངེས་ཨང་ཀི་དང་ཤོས་ཅིག་ཡིན་ད་སྤྱི་ཚོགས་ནང་ལ་དཀྲུགས་ཤིང་རྒྱག་ངེས་མྱི་བུམ་འདྲ་བོ་སྤུ་གུ་ཅིག་ཡིན་པ་ཡིན་ན་ཁོ་བོ་འདྲ་བོ་ཅིག་ལ་ཡ་ཁྱོད་རང་གིས་ཟིམ་ཟིམ་ནས་རྐང་བཙུགས་ནས་ཁོས་གི་ཀེས་འདྲ་བོ་ཅིག་ཡིན་ན་ཡག་པོ་འགྲོ་གི་འགྲོ་གི་ལ་འཕྲོ་བརླག་གཏང་ངེས་ཅིག་ཁྱོད་རང་ཆག་གི་ཡོད་ར་ད། ཨོ་ཟ། ཁོ་གིས་དང་པོ་བཤད་ཡ་དེ་ལ། ང་སྤྱི་ཚོགས་ཀྱི་སྒང་ལ་བཤད་ཀྱིན་སྤྱི་ཚོགས་སྒང་ལ་བཤད་ཡ་ཡོད་ན་བཤད་པ་རེད་བཤད་ཡ་མེད་ན་ད་ག་རང་རེད། ཨོ་ཟ། མ་གཏོགས་འོ་སྐབས་སྙན་མ་གིས་སྐད་ཆ་དེ་བཏོན་ནས་ད་རིང་ལ་རྙོག་དྲ་བཤད་ཡ་དེ་དེ་ང་ཚོ་གི་ནམ་ཞར་རྒྱུན་དུ་ནས་སྤྱི་ཚོགས་ནང་ལོག་ལ། སྐད་ཆ་རྙིང་པ་དྲུད་ནས་ཡོང་ནས། རྒྱལ་རབས་ལ་རྒྱལ་རབས་ན་བཞིན་ལྟ་བཞིན་གྱི་མི་འདུག་ཡ་མེད་ན་སོ་སོ་ཡོད་པའི་རིང་ལ་ལག་ལེན་ལྟ་ཐུབ་ཀྱི་འདུག་ན་ལྟ་ལྟ་ཐུབ་ཀྱི་མི་འདུག་ན་མ་འོངས་པ་ལ་ཁྱི་ནས་ཡོང་ནས་རྙོག་དྲ་བཤད་ཡ་དེ་ཡག་པོ་མི་འདུག་ལགས་པས་དེ་ཁྱོད་རང་ཚོ་གིས། དུག་ཟོས་ནས་ཉི་བུམ་ལ་བཀང་ཚུལ་འདི་ནང་ལོགས་ལ་བཅུག་པར་གདའ། ཉི་བུམ་ཁྱོད་རང་ཡིན་ནས་ཕོ་ཁྱོ་ག་ཡིན་ན། ཉི་བུམ། I'm speaking to you། ཁྱོད་རང་ཡང་ཕོ་ཁྱོ་ག་ཡིན་ན། སོ་སོ་གི་སྙིང་ག་ལ་ལག་པ་དེ་བཞག་ནས། ད་རིང་དམ་བཅའ་ཕུལ་ཨ། ད་རིང་འོས་བླུག་རེད་བ། ང་ལ་གཞན་པ་གི vote matter བྱེད་ཀྱི་མེད་ངས་ཁྱོད་རང་གི vote ལས་ཀྱི། ཁྱོད་རང་གི vote matter བྱེད་ཀྱི་འདུག་ན། ཁྱོད་རང་སོ་སོ་གི་སྙིང་ལ་ལག་པ་བཞག་ནས།

སྤུ་གུ་སྡུག་རང་མ་རེད། ཡིན་ནའི་ཡང་ན་ཉིན་ལོག་དེ་བ་ལ། སྐད་ཆ་དེ་དཀྲུགས་བསམ་དང་དེ། སྐྱེ་དམན་ཚ་ར་བ་ར་འདྲ་བོ་དེ་ཚོ་གི། ཨ་ཇུ་ཏོག་བྱས་ནས་ཁོ་འདྲ་བོ་གྱིས་ནས་བཙོག་པ་བཟོས་པར་གདའ། དེ་འདྲའི་ཕྱིན་བཙོག་པ་བཟོས་ནས་ང་རང་ཚོ་བཙན་བྱོལ་ནང་ལོག་ལ་སྤུ་གུ་བཙོག་པ་རྐྱང་རྐྱང་གོ་གི་ཡོག་མར་གདའ། ང་རང་ཚོ་བཙན་བྱོལ་ནང་ལོག་ལ་སྤུ་གུ་ག་རེ་གོ་གོ་ལ་ན། དྲང་པོ་དྲང་བཞག་བཤད་ངེས། སོ་སོ་གི་ཚིག་ལ་གནས་ཐུ་ངེས། བརྟན་པོ་ལངས་ཕྱོགས་ལངས་ནས་འགྲོ་ངེས། དེ་འདྲས་བྱས་པ་ཡིན་ན་ང་ཚོ་མ་འོངས་པ་ལ་ལང་ཀ་རྙེད་གི་རེད། ད་ལྟ་ཁྱོད་རང་ཚོ་གི་དེ། རྣམ་རྒྱལ་སྐད་ཆ་དྲི་གི་འདུག་ཨ། ཨ། ག་རེ། བོད་ནང་ལོག་གི། ལ་རང་བཙོན་འགོག་གི་འདུག་རང་བཙོན་དེ་མ་བཙོན་ར་བཙོན་རེད་བཞག། ཨ། ཨ་ནི་འདི་ག་ལ། ག་རེ། ཆབ་སྲིད་ཀྱི་རྣམ་པ་ནང་ནས་ཞུ་བཤད་གི་འདུག་ཨ། ང་ཚོ་རང་བཙན་རྩོད་ཆོག་རེད། ཨ་ནི་ནམ་གི་ག་ལ་སོ་ཨ། ང་ཚོ་སྐད་འཕེལ་རྒྱག་དགོས་གི་རེད། རྒྱག་དགོས་ས་ལ་ང་ཚོ་རྒྱག་དགོས་གི་རེད་ང་ཚོ་དེ་བ་ལ། ཨ་ད་འདི་ཡོད་རེད་བ། UNO ཡོད་རེད་བ། དེ་བ་ལ་ང་ཚོ་གི་སྐད་ཆ་བཤད་ཆོག་གི་རེད་ལ་ནི་ལ་སོ་ཨ། རེད། བཤད་ཆོག་གི་རེད། ཡིན་ནས་ཡང་ད་ལྟ་ཁྱོད་རང་ཚོ་གི། ཨ། སོ་སོ་གི།

ངོ་ཚ་བར་དང། ངོ་ཚ་བ་དེ་ཁྱོད་རང་རེད། ཧ་གོ་སོང་ཨ། གར་ཅི་ན་ན་རང་བཙན་དེ་ཁྱོད་རང་གི་ཡིན་པ་ན་ཤེས་ཅི་ནས་ཁྱོད་རང་ལངས་སླེ་གི་ཡོད་ཨ་སྤྱི་ཚོགས་ནང་ལ། དེ་འདྲའི་བྱས་ཡོད་འདི་གང་ཏག་ཏག་བསྡད་གི་ཡོད་མ་རེད་ང་ཚོ་གི་རྐང་ཚོ་ནས་རང་བཙན་ལ་ན་རེད། ང་རང་ཚོ་བོད་རྩ་དོན་ལ་ན་རེད་ང་ཚོ་ཚང་མ་གི་རེད་བ། ང་ཚོ་ཚང་མ་མཉམ་དུ་འགྲོ་ས་ལ་མཉམ་དུ་འགྲོ། སྐད་ཆ་བོད་ཕྲག་གཅིག་ན་ཤེས་ཅི་རྒྱ་གོ་ལ་འདི་གང་ན་ཁྱོད་རང་ཚོ་ཁ་ཚང་འགྲོ་ངེས་གྲང་གི་རེད་བ། ཁྱོད་རང་འདྲ་བོ་ཅི་ཡིན་ན། མི་མང་འཛོམས་ས་ལ་མི་མང་གང་ག་གི་ཨོ་མ་ནི་དཔེ་མེད་ཧུང་ལ་ནི་འགྲོ་འདི་གང་ན་ཁྱོད་རང་དེ

དེ་མ་གཏོགས་ཁྱེད་རང་ལོག་ཙི་ལོག་ཙི་རྐྱང་རྐྱང་བྱས་ནས་འགྲོ་གི་ཡོད་པ་ཡིན་ན་འགྲོ་འགྲོ་གི་ཡོད་ཡིན་ཙང་ཨ་ནི་མི་མང་ཁྱེད་རང་སླེབས་སར་སླེབས་ཀྱི་ཡོད་མ་རེད་ཧ་གོ་གི་ཡོད་ན། དངོས་ཡོད་གནས་ཚུལ་འདི་རེད་ཁྱོད་རང་གིས་ག་རེ་ཡིན་ནས་བདག་པོ་རྒྱག་བྱ་གི་ཡོད་རེད། ངས་ནམ་ཞར་རྒྱུན་དུ་ལས་དེ་ད་ག་རང་རེད་ཆུ་བཞི་རྐང་འགྲོ་ལ་ཆུ་བཞི་རྐང་འགྲོ་ལ་ནི་ང་ཚོ་ཁམས་པ་གི་གཅིག་པུ་མ་རྟག་ཁམས་པ་ཡིན་ཚད་ལ་ཆུ་བཞི་རྐང་འགྲོ་ཆག་གི་ཡོད་མ་རྟག་ཆུ་བཞི་རྐང་འགྲོ་ལ་ཡ་དེ་མདོ་དབུས་ཁམས་གསུམ་ནས་བྱུང་མགྱོགས་ཀྱི་ཨ་ནི་ཆུ་བཞི་རྐང་འགྲོ་གྱི་རེད། དེ་ཚང་མས་ཀྱི་མཉམ་དུ་མཉམ་ཞུགས་བྱས་པ་ཡིན་ན། ཨ། ཕན་ཐོགས་ཆེ་ཡ་ཡོད་རེད། ད་མཉམ་ཞུགས་ལ་དེ་ག་ལ་ག་རེ་གོ་གི་འདུག་དོག་རྩ་ཅིག་ཅིག་གོ་གི་འདུག་ཨ། མ་གཏོགས་དེ་ངའི་རེད་དེ་ཁམས་པ་གི་རེད་དེ་ང་ཚོ་གི་རེད་དེ་འདྲས་རྐྱང་རྐྱང་ལ་དེ་ངའི་སྦིར་གི་རེད་རྐྱང་རྐྱང་ལབ་པ་ཡིན་ན་ཏག་ཏག་བསྡད་ཀྱི་ཡོད་མ་རེད། དེ་བྱས་ནས་ཁྱོད་རང་ཚོ་སྤོར་དཀར་པོ་ལོ་ག་དོན་བསྡད་ཀྱི་ཡིན་ན། ཨན་ཁྱོད་རང་ཚོ་ཅི་ཅི། སྦྲ་ཁྱེར་མ་ལྷ་ཧུར་དཱས་ལྕགས་སྟོང་མ་ལྷ་ཧུར་དཱས། ཨ་གཅིག་པུ་ལྷ་ཧུར་དཱས་ལ་ནས་ལབ་དགོས་རྒྱུ་མཚན་འདི་རེད། ད་ག་ནང་བཞིན་གྱི་ང་ཚོ་བོད་ནང་ལོགས་ལས་རང་བཙན་ཟེར་ནས་ཐ་སྙད་རང་བཙན་དེ་རྩོད་པ་ཡིན་ན། རང་བཙན་ཟེར་མཁན་དེ་ར་བ་ཡིན་པ་ཡིན་ན་ཡང་རང་གི་ལྗོངས་ལ་མ་གཏོགས་ར་གི་ཡོད་མ་རྟགས་ང་ཚོ་དབུ་མའི་ལམ་ལབ་པ་ཡིན་ན། ཁམས་དང་མདོ་སྨད་དང་གང་ག་ནས་སྲབ་ཁྲག་ང་ཚོ་བོད་ཀྱི་སྲབ་ཁྲག་ཁྱབ་ཆེན་པོ་ག་ཚོད་དང་དེ་གང་ག་ཚུད་གི་ཡོད་ར་རྟགས་གོ་བ་གོ་བ་བྱེད་ཨ་ལ་དེ་ཁྱོད་རང་ཚོ། ཁྱེད་རང་ཚོ་གང་འདྲས་ལོག་རེད། རང་བཙན་དང་དབུ་མའི་ལམ་ལས་དེ་དབུ་མའི་ལམ་བཞག་ནས་རང་བཙན་ལམ་ཆུང་ཆུང་ཅིག་རྩོད་གི་ཡོད་རེད། དེ་སྐད་འགི་འགྲིག་གི་ཡོད་མ་རེད། ཧ་གོ་གི་ཡོད་ན། ཁྱེད་རང་ཚོ་དབུ་མའི་ལམ་གི་གོ་རྟགས་སྐོར་ལ་གོ་ཡོད་མ་རེད། ད་ང་འདི་དབུ་མའི་ལམ་གི་ལ་དེ་གང་ལ་དབུ་མའི་ལམ་གི་ཨ། ཚོགས་མིའི་ནང་ལོགས་ལ་དཀྲུགས་བསམ་ལ་ལངས་རོགས་ཅིག་ལ་གི་འདུག་ས་ད་ང་ཚོ་ནིའུ་ཡོག་ནིའུ་ཇོལ་སི་ལ་མི་ཙོག་ཡིན་ས་རོ་ཨ། དངོས་ནས་མི་མང་དེ་འདྲའི་མང་པོ་འདུག་ཉི་བུ་མིན་ནས་ཨ་མི་མང་ལ་ཞབས་ཀྱིས་ཞུ་གི་ཡིན་ལ་ནི་ཤོར་ཤོར་རེད་བ། ཨ་ནི་དབུ་མའི་ལམ་གྱི་སྒང་ལ་ལངས་ན་མི་མང་ཉི་བུ། དབུ་མའི་ལམ་གྱི་སྒང་ལ་ལངས་དབུ་མའི་ལམ་ལ་མི་རག་གི་མི་འདུག་ལབ་པ་ཡིན་ན་ཁྱེད་རང་ལངས། ཧོ། ལངས་དགོས་ཀྱི་རེད། དེ་ང་རང་ཚོ་གི་འགན་རེད། ང་ཚོ་རང་གིས་བྱེད་དགོས་ཀྱི་རེད། ཧོ། དེ་ཡིན་གྱི་ཡིན་གྱི་ལ་སོ་སོ་གི་ཨ། མིག་གི་མདུན་ལ་མཐོང་རྒྱུ་དེ་བཞག་ནི། ཐག་རིང་པོ་ཡོད་རྒྱུ་དེ་རྐྱང་རྐྱང་བསྙབ་ཀ་འགྲོ། ཐག་རིང་པོ་ཡོད་རྒྱུ་དེ་རྐྱང་རྐྱང་རྩོད་ཀ་འགྲོ་བྱས་པ་ཡིན་ན་དེ་སྦྲུམ་ལ་ན་སྦྲུམ་ད་རང་རེད།

གཞན་པ་གས་མ་རེད་ཧ་གོ་སོ་ཨ། དེ་ཁྱོད་རང་གི་ཁ་གཅིག་ལ་སྦྲུམ་བཤད་གི་འདུག་ལབ་ཁྱོད་རང་གས་བྱས་དེ་སྦྲུམ་ནང་སྟོན་གོ་ཨོར་བ། མ་གཏོགས་ཁྱོད་རང་གི Reality ཡེ་སྟོན་གི་མེད་བ། Reality སྟོན་གི་ཡོད་པ་ཡིན་ན་ཚིག་ལ་ཚིག་ལན་དང་གཏམ་ལ་གཏམ་ལན་བྱས་ནས་འགྲོ་གོ་རོག་བ། ཨ་ནི་བཤད་གོ་ས་ལ་ལས་དེ་ག་ན་ནི་ཁྱོད་རང་ལ་བཤད་ཡག་མི་འདུག་ད་ག་ཚད་ཨ། སྐད་ཆ་རྫུན་མ་དེ་ཐེངས་མང་པོ་བཤད་པ་ཡིན་ན་ཨ་ནི་ངོ་མ་ལ་འགྱུར་གི་རེད་ལས་སྐད་ཆ་དེ་ཁྱོད་རང་བཤད་གི་འདུག་བ། ཇོ་ལགས་ཁྱེད་རང་གིས་ཨ་ནི་དཀྲོག་གཏམ་མ་སྤེལ་རོགས་བྱས་ཇོ་ལགས་ཁྱེད་རང་གིས་དཀྲོག་གཏམ་མ་སྤེལ་རོགས་བྱས་ད་ག་ན་བྱས་མི་ཆུང་སྟིག་ལེགས་ཀྱིས་ཨ་ནི་ཆུ་གིས་རྫུན་མ་བཤད་གི་འདུག་ཆུ་གིས་གིས་ཨ sexual assault གང་ལ་སྐྱག་རྫུན་བཤད་གི་འདུག་ལ་ཡ་དེ་ཚོ་གང་ག་ཧམ་པར་གདའ། ཉི་མ་དང་པོ་ནི་ཁོ་རང་རང་གིས་ང་ལ་རྒྱབ་སྐྱོར་བྱས་ནས་ཀླད་ཚ་བ་གིས་གང་ལ་བལྟ་བ་ཡིན་ན་ཁྱོད་རང་ཚོ་གིས་གར་མཐོང་གུར་ལ་ན་ཁོ། ག་རེའི་གོ་སྐབས་ཚད་ཁ་སླེབས་རེད་ལས་ཅིག་བྱ་དགོས། དེ་འདྲའི་དྲ་བོ་མིས་གླེགས་ཀྱི་ཡོད་ཡིན་ཙང། ང་ཚོ་སྤྱི་ཚོགས་ནང་ལོགས་ལ་དངོས་ཡོད་གནས་ཚུལ་ཤེས་ངེས་བརྗོད་ན་ཆོག་ཅི་ནས་རྒྱབ་སྐྱོར་རག་མ་རག་བའི་དཀའ་ངལ་ཆོག་ཅི་ནས་རྒྱབ་སྐྱོར་རག་བའི་ནས་དེ་འདྲའི་དཀྲུག་མཚམས་འདྲ་བོ་ཅིག་གླེགས་ཀྱི་ཡོད་ཡིན་ཙང་ཨང་ཏག་ཏག་བསྡད་ཀྱི་ཡོད་མ་རེད། ངས། བསྡད་པའི་རིང་ལ། Live མང་པོ་འདིའི་ནང་ལོགས་ལ་ངེད་ཀྱི་དཀྲུག་མཚམས་ལ་ཐོ་ཅི་བྱས་ལ་ཡིན། རེད་བ།

བདག་པོ་མ་རྒྱག་བ་མ་ཟད་ཁོ་རང་ཚོ་གི་བལ་སྐོར་འདི་ལ་ཆབ་སྲིད་ལོག་པ་ཅིག་བེད་སྤྱོད་བཏང་ཡོད་འདུག་ག་ལ་ང་སྐད་ཤོར་ནས་ཨ་ནི་མ་ས་རག་གི་ལ་བབས་དགོས་ཨོ་ཁེ་རེད་ཨ་བུ་སོ་ཨ་དེ་ག་ཅིག་པུ་ཚད་གི་མ་རེད་ཁྱོད་རང་ནང་ལ་ཡོང་ནས་ཁྱོད་རང་ལ་དྲ་རྒྱ་ནང་ལོག་ལ་ངས་ཁྱོད་རང་ཤོག་ཁྱེད་རང་ང་ལ་རོགས་པ་ཤོག་ལ་ནི་ངས་ལབ་མེད་ཁྱོད་རང་སོ་སོ་རྐང་པ་བཙུགས་ནས་སླེབས་རེད་ཧ་བུ་སོ་ཨ། སླེས་ཚར་བའི་རྗེས་ལ་སྤྱི་ཚོགས་ནང་ལོག་ལ་སྒོ་བཅད་མ་ཚུགས་ནས་ཡོང་གི་ཡོད་པ་ཡིན་ན། ཁྱོད་རང་འདྲ་བོ་ཀྱི་ཆེ་ནི་རྙོག་དྲ་ལང་གོ། ཧ་གོ་སོ་ཨ། ད། ཡོང་ཚར་བའི་རྗེས་ལ་ད་འདོད་ཡིན་ནས་བཞི་བོ་ཅིག་ཨ། ཁྱོད་རང་ལ་དངོས་ཡོད་གནས་སྟངས་ཡོད་ཡོད་མདོག་མདོག་བྱས་ནས་སྤྱི་ཚོགས་ནང་ལ་དཀྲོག་གཏམ་ཅིག་སྤེལ་གི་འདུག་ཨ། ད་ག་རང་གིས་འགྲིག་གི་ཡོད་མ་རྟ། ཁྱེད་རང་འདྲ་བོ་ཅིག་ཡིན་པ་ཡིན་ན། ད་རིང་གི་ཉིན་མོ་ལ་དངོས་གནས། ང་རང་ཚོ་ནིའུ་ཡོག་ནིའུ་ཇེར་སི་ནང་ལོགས་ལ།

ཁྱེད་རང་གིས་ང་ལ་མུས་ཐུང་ནས Attack བྱེད་ཀྱི་འདུག་ལ་ནི་ངས་སྤྲད་མ་ཐུབ་བ་མར་བཏགས་ཟིན་དུས་ཁྱེད་རང་ཚོད་ཟིན་ན་ཡག་པོ་ཡོད་རེད་ལ་ནི་ཧཱུྃ་སྭཱ། ཨ་ནི་ཚོད་ཟིན་ཐུབ་ཀྱི་མི་འདུག་ལ་ནི་ཨ་ནི་དངོས་གནས་སྨྱོན་པ་ལ་ནི་ཨ་རེད་དངོས་གནས་འདི་ཚུགས་མི་འདུག་ལ་ནི་ཨ་རེད་སྤྱི་ཚོགས་དཀྲུགས་ངེས་ལ་ནི་ཨ་རེད་སྤྱི་ཚོགས་ནང་ཉག་དང་ཉུང་མ་སྤྲད་ཀྱི་འདུག་ལ་ནི་ཁྱེད་རང་གིས་སྤྲད་ཀྱི་འདུག་ད་ང་ལ་ག་ལོག་རེད།

ཨོ། དེ་ཉན་པ་ལ་སོགས་ཉན་པ་ལགས། དེ་གཏོར་མ་བཏང་ཚེ་ཁོང་ཚོ་གིས་སྐབས་གཅིག་ལ་བཤད་རེད་མ་གཏོགས། ད་འགོ་ད་རིང་གི་ཉིན་མོ་ལ་ཁོང་ཚོ་གིས་དེ་སྐད་ཆ་བཤད་གི་ཡོད་མ་རེད། ཡིན་ནས་ཁྱོད་རང་གིས་བཤད་གི་འདུག་ལབ་པ་ཡིན་ན་དེ་ད་རིང་གི་ཉིན་མོ་ལ་ཁྱོད་རང་འགོ་གང་ལ་གོང་འགོ་འོར་ད། ལོ་གཅིག་འགོ་ཚུགས་ཏེ་ཧ་གོ་ཟེར། ཁྱོད་རང་ལ་ལོ་གཅིག་བཞི་བོ་འགོ་ཡ་ལ་ཡོད་ཨ། ལོ་གཅིག་འགོ་ཚུགས་ན་དེ་སྐད་ཆ་དེ་འགོ་ཚུགས་བ་བྱེད་ཨ་ཧ་གོ་སོང་ཨ། ཨོ། དེ་བྱས་ནས་ད་རིང་གི་ཉིན་མོ་ལ་སྐད་ཆ་དེ་ཁྱོད་རང་འགོ་གང་ལ་ལེགས་གོ་འོར་ད། ཨ་ནི་མི་མང། ང་ཚོ་སྤྱི་ཚོགས་ནང་ལོགས་ལ་སྐད་ཆ་གནས་སྟངས་མང་བྲལ་ཨ་ནི་དེ་གང་ལ་རྫུན་མ་ཡིན་དང་ངོ་མ་ཡིན་ཧ་མ་གོ་དབྱེ་འབྱེད་མ་བྱུང་ག་འཇུག་མ་འཇུག་ཡོད་ཡིན་ཙང་ཨ་ནི་གང་ལ་གྲོས་ཚོགས་ནང་ལ་རྐུབ་བཀྱག་གང་ལ་འདེད་ངེས་དེ་ཚོ་གལ་དེ་ཚོ་གང་ག་སྐད་ཆ་ལ་བདག་པོ་རྒྱབ་དགོས་ས་ལ་མ་རྒྱབ་བདག་པོ་རྒྱབ་མོ་གོ་ས་གང་ག་རྒྱབ་ནས་དཀྲུག་དཀྲུག་རྒྱུ་གཏང་གི་ཡོད་ཡིན་ཙང་འགྲིག་གི་མི་འདུག་ང་ད་རིང་སྤྱི་འཐུས་ལ་ལངས་དགོས་ཡ་དེ་རྒྱུད་པ་རྒྱུ་མཚན་ཁོ་ར་དག་རང་ཡིན། ང་ཚོ་སྤྱི་ཚོགས་ནང་ལོགས་ལ་ཡིན་པ་དེ་ཡིན་པ་དང་མེན་པ་དེ་མེན་པ་ང་ཚོ་བཟོད་དགོས་དེ་གལ་ཆེན་པོ་ཆགས་ཀྱི་འདུག་མ་གཏོགས་ང་ཚོ་རྡོག་རྩ་ཆིག་སྒྲིལ་ལ་བར་སྐུ་མ་རྟགས། ལ་ཡ་གོ་ལ་མི་རྡོག་རྩ་ཆིག་སྒྲིལ་ཚང་མར་མགོ་བོའོ། རྡོག་རྩ་ཆིག་སྒྲིལ་ཚང་མིག་ལ་བོའོ་དེ་ཡིན་ན་ཡང་རྡོག་རྩ་ཆིག་སྒྲིལ་དེ་སླེ་ཡ་ལ། ཨ་ལེ་དང་པོ་སྐད་ཆ་ང་ཚོ་སྤྱི་ཚོགས་ནང་ལོགས་ཀྱི་སྐད་ཆ་དེ་ཚོ་ཡ་དག་པོ་རྒྱག་དགོས་གོ། ཡག་པོ་ཡིན་ན་ཡིན་དོག་ཆ་ཡིན་ན་ཡིན།

སྐད་ཆ་བཤད་ཡ་མ་རྟ་འདི་ཡང་དག། ག་ལ་དགོས་རེད། ཨ་ཅག་རེད་ཡེ་ཤུ་ཕུན་ཚོགས་ཁོ་རང་འདྲ་བོ་ཅིག་ཡིན་པ་ནས་ཁོ་དང་ང་ཐུག་ཡ་དེ། ཐུག་ས་གི་གདེང་འཇགས་ཅིག་མ་རག་ནས་བསྡད་ཡོད་དུས་གང་ལ་དེ་གང་ལ་ཁྱོད་རང་ཚོ་གིས་ང་ལ་སྐད་ཆ་བཤད་ནས་བར་ཆད་བྱས་པ་ཡིན་ན་ཏག་ཏག་བསྡད་ཀྱི་ཡོད་མ་རེད་ངེད་ཀྱིས་ནུས་པ་ལ། ངེད་ཀྱིས། ག་རེ་ས། ལས་ཀ་ལ། ང་སྤྱི་འཐུས་ལང་གི་ཡིན་ལ་དུས་གང་ལ་ག་རེ་བྱེད་ཐུབ་ཀྱི་ཡོད་དང་བྱེད་ཐུབ་ཀྱི་མེད་དེ་གི་སྒང་ལ་ཁྱོད་རང་ཚོ་གི་ཁ་མ་རྒྱ་བ་ཡིན་ན། དེ་གི་བར་ང་ཚོ་ཚིག་ཚིག་ལན་དང་གཏམ་ལ་གཏམ་ལན་བྱེད་ཆོག་རེད། དེ་མ་ཟད་བ། ཁྱོད་རང་ཚོ་ཨ་ཅཱ་རེ་ཡེ་ཤེས་ཕུན་ཚོགས་གི་སྒང་ལ་སྐད་ཆ་ཅིག་བཤད་ནས་ང་ལ་རྐང་པ་མ་གཟིམ་ནས་ཐེངས་ཡ་བྱེད་ཀྱི་ཡོད་ན། ང་ཚོ་སྤྱི་ཚོགས་དེ་ནང་ལོགས་ལ་དྲང་པོ་ག་དེ་ཡ་རག་གི་མ་རེད། ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་དྲང་པོ་ཨ། དངོས་ཡོད་གནས་ཚུལ་དེ་དོན་གོ་ར་བཅུག་གི་ཡོད་མ་རེད་ད་འདོད་ཡིན་ནས་རྒྱ་མི་ལ་ཁ་བཏད་བཅག་ནས་དངོས་ཡོད་གནས་ཚུལ་གང་ལ་ཁ་བཏད་བཅག་གི་ཡིན་ལ་ན་ཏག་ཏག་རྩ་བ་ཉིད་འདེད་གི་ཡོད་མ་རེད་ང་ཚོ་རྒྱ་མི་ལ་ཁ་བཏད་བཅག་ཆོག་རེད་ང་ཚོ་རྒྱ་མི་ལ་སྐད་འབོད་རྒྱབ་ཆོག་རེད་ཡིན་ནས་སྐད་འབོད་རྒྱབ་ཡག་གི་རྒྱུ་བ་རྒྱུ་མཚན་ང་ཚོ་ལ་ཡག་པོ་ཅིག་སྟོན་དགོས་གི་ཡོད་རེད་སློབ་སྦྱོང་སྦྱང་དགོས་གི་ཡོད་རེད་མ་གཏོགས་དེ་ཚོ་གང་ག་མ་སྦྱང་བ་ལ་ང་ཚོ་རྒྱ་མི་ལ་ཨ་རང་བཙན་དགོས་རང་བཙན་དགོས་ལས་འགྲོ་བ་དེ་སྐད་ཆ་དེ་བཤད་པ་ཡིན་ན་ང་ཚོ་དེ་བོད་རྩ་དོན་ལ་ཕན། ང་ཚོ་བོད་རྩ་དོན་ལ་ཕན་གི་རྩ་བ་གཉིས་ནི་མ་རེད་མི་མང་གོ་གི་འདུག་བས་ང་ལ་ཧོན་ཅིག་ཀླེས། གོ་གི་འདུག་བས་མི་མང་ཨོ་ཁེ། ང་ཚོ་རྒྱ་མི་ལ་ཁ་བཏད་བཅག་ཆོག་རེད། ང་ཚོ་འཛམ་བུ་གླིང་ལ་འགྲོ་བ་མི་གི་ཐོབ་ཐང་ང་ཚོ་གི་གོ་བ་དེ་ཡང་བསྐྱར་སྐྱག་མ་ནི་ཡང་སྐྱག་ཅིག་ང་ཚོ་བསླུས་ཆོག་རེད། ད་དགའ་གཅིག་པུ་འཚལ་གི་མ་རེད་ང་ཚོ་བོད་ནང་ལོག་ལ་རང་དབང་དགོས་ཀྱི་འདུག། དེ་ང་ཚོ་རྩོད་ཆོག་རེད། ཡིན་ནས་ང་རང་ཚོ་སོ་སོ་ནང་ལོག་ལ་རང་དབང་མེད་བ་ལ་བོད་ནང་ལོག་ལ་རང་དབང་དགོས་ཀྱི་འདུག་ལབ་པ་ཡིན་ན་དེ་རྣ་བ་མ་འགྲོ་བའི་སྐད་ཆ་རེད། ད་དགའ་རང་གི་ཆབ་སྲིད་དེ་ང་རང་ཚོ་སྤྱི་ཚོགས་ནང་ལོག་ལ་བེད་སྤྱོད་བཏང་ནས་ང་རང་ཚོ་གི against ལ་ང་ཚོ་ལ་བེད་སྤྱོད་བཏང་དགོས་ཡོད་རེད། དེ་ཡིན་ཙང་ང་རང་ཚོ་གི་སྤྱི་ཚོགས་དེ་རང་དབང་ཡོད་པ་ཚ་ཚོམ་བུ་ཡག་པོ་རྡོག་རྩ་གཅིག་སྒྲིལ་གང་ལ་བབས་ཐུབ་ན། ང་ཚོ་རྒྱ་མི་ལ་ཁ་བཏད་ཅག་ཐུགས་ཀྱི་རེ་ཐག། དེ་ག་གཅིག་པུ་ཚད་ཀྱི་མ་རེད་ང་རང་ཚོ་ཚང་མས་ཀྱི་སྐད་དེ་སྐད་ཤུགས་དེ་གཅིག་ལ་གླས་ནས་སྐད་ཤུགས་གཅིག་རྒྱག་པ་ཡིན་ན་དེ་གོ་རྟོགས་ཆེ་ཡ་ཡོད་རེད་མ་གཏོགས་ཆེ་ལྟའི་ཚང་དང་ནོར་བུ་ལ་མོ་ཚོ་མི་ཁ་ཤས་ཤིག་ཕར་ཟུར་ལ་དོན་ནས་བཤད་ནས་ཨ་ནི་ཁྱོད་རང་ཚོ་ཡོང་ས་ལ་ཡོང་གི་མ་རེད་ལད་དེ་རྒྱུ་མཚན་རྒྱུས་པ་རྒྱུ་མཚན་དེ་རེད་ཨ་ལས་དང་པོ་ཁྱོད་རང་ཚོ་གི་དབུ་མའི་ལམ་གྱི་ལྟ་བ་འགོ་ཚུགས་དེ་གི་ང་ནི་ང་ཚོ་དབུ་མའི་ལམ་སློང་གི་ཡིན་ང་ཚོ་རང་བཙན་ཆུང་ཆུང་ཅིག་སློང་གི་མེད་ལ་ནི་ང་ཚོ་དེ་འདྲའི་ཆེ་ནས་གོ་བ་ཅིག་བླུགས་འགྲོ་བ་མིའི་གི་ཐོབ་ཐང་ང་ཚོ་བོད་པ་ཕར་བཞག་དང། བོད་པ་སྦ་ར་ཁང་རེད་ད་བོད་པ་བོད་པ་བོད་པ་ལ་བ་ཡིན་ན་བོད་པ་ཡོད་པ་གྲ་ལ་ཕྲུ་འབུ་གང་ག་སྟོང་པ་སྟོང་པོ་རུ་ད་ཧ་གོ་སོ་ཨ་དེ་ལས་ང་ཚོ་གི་རྒྱ་ནག་ནང་ལོག་ལ་རྒྱ་མི་གི་རྒྱ་མི་གཞུང་གི་རྒྱ་མི་མི་རིགས་སྐོ་རང་རྩ་མེད་བཏང་གི་འདུག་རྒྱ་མི་ལ་ཨ་གར་ས་རྩ་མེད་བཏང་བ་མ་ཟད་ཁོ་རང་ཚོ་གི་རྒྱུ་རྒྱུ་ནོར་ལང་ཕྱོགས་གང་ག་འཕྲོག་གི་འདུག་ད་ལྟ་ནིའུ་སང་འདུག་ཨ་མི་མང་ཁྱེད་རང་ཚོ་ངས་བསྟན་གོ་ཐལ།

རྒྱ་མི་གིས་ཨ། རྒྱ་མི་ལ་ང་ཚོ་ཁ་བཏད་བཅག་དགོས་ན། ཁོ་རང་ཚོ་གིས་ཁ་བ་ཁ་བ་ནོར་གི་འདུག་ང་ཚོ་འདི་ལྟ་ཡག་གི་ཚབ་ན་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་བོད་པ་སུ་ནོར་གི་འདུག་འདི་ལྟ་བསྡད་ཀྱི་འདུག་བ། དེ་འདྲའི་རྐྱེན་གྱིས་ང་ཚོ་འགྲིག་གི་ཡོད་མ་རེད་ཧ་གོ་སོང་ཨ། མི་མང་རྒྱ་ཆེན་པོ་བསམ་བློ་བཏང་གོ་གོ་ད་རྒྱ་ཆེན་པོ་ཧ་གོ་སེ། ཨོ་དེ་ལའང་ཡིན་ད་རང་ཡིན་ཐུགས་རྗེ་ཆེ་གནང་གང་མང་མང་བཤད་གནང་ཨ།